ས་དགྲ་རྣམས་ཀྱི་གནས་ཆུང་ངུ་སྤྲོད་ཀྱི་ལེ་ཚན་སེང་སེ་ནང་གི་ཚང་མ་ལ་མཚམས་རེ་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ངེད་ཀྱི་ཡོད་ཕྲུག་གི་ནང་ལོག་ལོས། མཆན། མང་ཤོས་ཟེར་ན་མི་འདུག་རེ་སྐུར་མང་ཤོས་འདྲ་བ་གཅིག་ལོས། ཨོ་རྒྱན་གྱི་ཡོད་དེ་ངོ་སྤྲོད་ཀྱི་གནང་རོགས་གྱིས་ཟེར་མཁན་དེ་མང་པོ་འདྲ་བ་གཅིག་བྱུང་ཤག་དེ་ཡིན་དུས་དེ་རིང་ངས་འཛུམ་བར་སྟོན་གི་ཚོད་དུ། མདོ་སྟོད་ཀྱི་ཤོད་དབྱིན་རྒྱས་པ་དང་ཞིབ་ཕྲ་ཤེས་ཡོད་ཡང་མེད་ལ། ཞིབ་འཇུག་བཟོ་འདོད་དགོས་ན་དུས་ཚོད་ཀྱི་འདང་ངེས་མི་འདུག་དགོངས་སེལ་ཞུ་ཡ་ཡིན། ཐོག་མར་འདི་གྱི་ཟེར་ཤོད་དུ་འདི་ང་ཚོ་གོང་དཀར་ནམ་ཐང་རེད་ལྷ་ས་གི་འཁྲིས་ལས་ཡོད་མི་དེ་རེད། འདི་དཔལ་ཤར་བར་གྱི་གནམ་ཐང་དེ་རེད། ང་ཚོས་ཨོ་རྒྱན་དང་དེང་སང་ཡོངས་གྲགས་ཀྱི་གསོ་བ་དང་ཟས་དེ་གའི་སྔ་ལྟས་དེ་ཤེས་རྒྱ་ས་དེ་རེད། སྤྱི་སྟངས་ཀྱི་གསོ་བ་ལྟར་གནམ་ཐང་གྱི་མདོ་དེ་དེ་ཕྱི་ལོགས་ནས་འབྲོག་ཡོད་ས་མ་རེད་པཱ་ཀི་སི་ཐན་ནང་ལོགས་ནས་མ་གཏོགས། ད་ད་ལྟ་འདི་གའི་གནམ་འདྲེ་གི་རྟགས་དེ་ཡང་གོང་ཁ་ནས་ཡར་འགྲོ་བའི་གི་རྟགས་དེ་ཁྱོན་ནས་ཤར་གི་མི་འདུག་དཔེ་ཤར་བ་ནི་གོང་ཁ་ལ་མར་ཡོང་བའི་གི། བཏགས་ཏེ་བཞག་གི་འདུག་སྟེ་དེ་གི་དུས་ཚོད་རྒྱང་ཐག་ཟེར་གི་མ་རེད་ག་ཚད་འགོག་གི་ཡོད་མེད་དེ། Dose འདྲ་བོ་གཅིག་བཞག་གི་འདུག་འདི་ངས་འགོ་ཚུགས་མ་སོང་ཉི་མ་གཅིག་ནས་ཆུ་ཚོད་དགུ་ཟེར་བའི་བཟོ་འདྲ་ཅིག་དེ་བར་གྱི་ཡིན་གྱི་མ་རེད་དེ་ག་འདྲ་ཡིན་ན I don't know ད་མགོ་སྒུར་ནང་ལོགས་ལ་དེ་འདྲ་ཅིག་བཞག་བསྡད་གི་ཡོད་རེད་ད་འདི་གི་རི་མོ་དེ་གི་ང་ཚོའི་ག་རེ་ཤེས་ཐུབ་རེད་ཟེར་ན་ཨོ་རྒྱན་གྱིས་ཡོད་ཟེར་ཡ་དེ་ང་ཚོ་བོད་ཀྱི་ཤར་ལྷོ་ནུབ་བྱང་ག་བ་ཡོད་མེད་དེ་ག་ནང་བཞིན་རྒྱ་གར་གྱི་ཤར་ལྷོ་ནུབ་བྱང་ག་བ་ཡོད་མེད་ཤེས་འཛམ་བུ་གླིང་ཞེ་དྲག་ཨེ་ཤེ་ཡ་ལ་སོགས་དེ་འདྲའི་གི་ས་ར་གི་ཐོག་ནས་ཡུལ་ལུང་པ་ཆགས་སྟངས་གི་ཐོག་ནས་ནི་ཨོ་རྒྱན་ཟེར་བ་དེ་ག་བ་ཡོད་མེད་དེ་ཧ་གོ་ཐུབ་གི་འདུག་བ། རྒྱ་གར་འདི་རེད་རྒྱ་གར་རྒྱལ་ས་ལྡི་ལི་འདི་རེད་ད་གནའ་སྔ་མོ་སྐད་སྒྲ་ཆེ་ཤོས་མ་ག་ད།

ང་ཚོ་བཀའ་བསྟན་ནང་ལོགས་ལ་ཡོད་ལྡོག་འཇོག་ཟེར་བསྡད་ཡ་དེ་འདི་འདུག་བ། འདི་ནང་སྔ་མོ་ཡིན་ན་དེ་ལྡོག་འཇོག་འདི་ཚོ་གཅིག་ཆད་ཡོང་དུས་ཡང་འདི་ཚོ་ཚང་མ་ལྡོག་འཇོག་གི་རྒྱ་ཁམ་ཆག་འདྲ་བོ་ཡོད་རེད། དེ་ནས་ཨོ་རྒྱན་གྱི་ཡོད་དེ་གཅིག་དར་ཡོང་དུས་ད་འདི་ཚོ་ཚང་མ་ཨོ་རྒྱན་གྱི་ཡོད་ཟེར་ཡ་དེ། ཆ་དེ་ག་ནང་གི་ག་འདའ་ར་ཟེར་ཡ་དེ་ཡང་ཀོ་གཅིག་དར་ཡོང་དུས་འདི་གི་ག་འདའ་ར་ཟེར་ཡ་ཀི། རྒྱ་ཁམ་འདྲ་བོ་ཅིག་ཆགས།

ད་ནི་ཞིག་ལ་ཁོ་ཚོ་གིས་ཡུལ་ལུང་པ་འདིར་དབང་བསྒྱུར་བ། དེ་ནས་ཧིན་རྡུ་ཤ་ཡེ་དང་དེ་ནས་མོང་གོལ་དང་ཨ་ཤ་རེ་ཕི་དང་རྡུ་ར་ན་དང། ད་ཤེས་སུ་ཡིན་ན་སེག། པང་རྒྱབ་ཀྱི་སེག་ཟས་ཀྱི་ཡོར་བ། འོ་དེ་ཚོ་གི་དབང་བསྒྱུར་བ་དེ་ནས་དབྱིན་ཇི་གི་དབང་བསྒྱུར་བ་དེའི་འོག་ནས་ད་ད་ལྟ་པ་ཀི་སི་ཐང་རང་བཙན་ཐོབ་ནས། པ་ཀི་སི་ཐང་ལ་རྩ་བའི་གི་མངའ་སྡེ་ཟེར་གི་མ་རེད་གཞི་མངའ་ཅིག་ཆེས་གཞི་མངའ་ཅིག་ཆ་བགོས་བྱེད་ཀྱི་འདུག་བ།

མི་བསྡུ་འབུད་བསྡུ་འབུད་བཅས་རྒྱག་པ་དེ་ཚོ་ག་རེ་ཟེར་ན་ད་ནང་ཁུལ་གྱི་རྫོང་ལྔ་བདུན་བཅས་ལས་རྫོང་མང་པོ་ཡོད་རེད་བ་རྫོང་སུམ་ཅུ་སོ་ཡ་བཟོ་གྱི་འདུག་བསམ་སོང། དེ་གའི་ནང་ལོགས་ནས་འདི་འདི་ད་ང་ཚོ་ད་ལྟ་ཤེས་དེ་གའི་སོ་བ་སྟེ། རྫོང་བ་ཡང་ན་ཨུ་རྒྱན་གྱི་ཡུལ་དུ་རྫོང་དེང་སང་གི་དབང་དུ་བྱས་པའི་དེ་ཆགས་དེ་ཤག་ད་འདི་ནས་བ་གསུང་བ་ཡིན་ན་ད་ནྡ་ཨ་དགོན་ས་ཐང་གི་རྒྱག་ས་དཀར་པོ་དུ་བ་ཁེ་འགྲོ་དགོས་རྒྱུ་རེད།

དེ་ཚོ་དེ་གནའ་སྔ་མོ་ང་ཚོ་བོད་བཙན་པོའི་གདུང་རྒྱུད་ད་བོད་བཙན་པོའི་སྐབས་དང་ཡིན་ག་ཅིག་དུས་ཕྱིས་སུ་མངའ་རིས་སྐོར་སྲུང་གི་ཆོས་རྒྱལ་དེ་ཚོས་ཀྱང་དབང་བསྒྱུར་དེ་གའི་ས་གོ་དེ་འདྲའི་འདྲ་བོ་ཆགས་བསྡད་འདུག་ད་ས་ར་ལས་དྲི་གའི་པར་རིས་དེ་ཇི་ཟེར་ཤེས་དང། ང་ཚོ་ཨོ་རྒྱན་གྱི་ཡུལ་བ་སོ་བ་དང།

གནམ་ཐང་དེ་པ་ཀི་སི་ཐང་དང་འདི་འདྲ་གི་ནང་ཁུལ་ནས་བར་བརྒལ་ཡོང་གི་ཡོད་ས་རེད་ཕྱི་ལོག་ནས་ཁ་རྡུང་འགྲོ་མཁན་མེད་ཡིན་ས་རེད་བསམ་འདུག་ད་འདི་ནང་ལོག་ནས་རྒན་དུ་བྱོན་པའི་གི་འདུ་བ་བཅས་ལས་འདུ་མ་ཐག་ལ་གྲོང་ཟེར་དེ་འདི་རེད་སི་སི་ཐང་གི་གྲོང་ཆེ་ཤོས་དེ་མི་མགོ་ར་ཡིན་ནི་བྱེད་ཟེར་དེ་འདི་རེད་ཤག་ད་སུ་བ་ད་རྫོང་ཁོངས་གི་གྲོང་ཁྱེར་ཆེ་ཤོས་དེ།

འདུག་བ། ནི་བལྟས་ཚེ་བལྟས་ཚེ་བལྟ་གི་ཡོད། ལྷག་པར་དུ། ཅིག་ཉམས་མྱོང་གི་ཐོག་ནས་མི་ལ་ཕན་ཐོགས་ཡ་བཤད་མཁན་དེ་ཚོ་དྲང་བལྟས་ཚེ་བལྟས་ཚེ་བལྟ་བསྡད་གི་ཡོད་བ། ཡིན་ན་ཡང་ང་ཚོའི་བོད་པ་ཡོའུ་ཁྲུ་བཟོ་མཁན་དེ་ཚོ་ཀྱག་གཡུག་གི་དུས་ད་གནམ་ས་ཨ་ལོ་བརྗེས་ནས། ག་ཡིན་འདི་ཡིན་ཅི་མ་རེད་དེ་མི་ལྟད་མོ་ལྟ་ཉན་ཚང་མ་ཀླད་ཡིན་ཁོག་ནས་ཅུང་མེ་ལངས་འགྲོ་ཡ་དེ་འདྲས་མ་ཐུབ། སྤུས་དག་འདྲ་བ་དེ་དཔེ་དཀོན་པོ་འདུག་བ།

དེ་ནས་ཨོ་རྒྱན་གྱི་ཡུལ་གྱི་མི་ཚང་མ་དེ་ག་རེ་བྱེད་གི་རེད་ད་གྲུབ་པ་ཉིད་ནས་སངས་རྒྱས་ནས་ལུང་པ་གོ་རུང་ཆོས་གང་སོང་བ་ལ་སོགས་པ་ད་དེ་འདྲའི་བཤད་སྲོལ་མང་པོ་ཡོད་རེད་བ་ད་དེ་ཚོགས་ཀྱི་སྣ་ཤོད་དེ་ཚོ་དང་ཚོགས་མཆེད་ཤོད་དེ་ཚོ་དེ་ད་ས་ར་གི་ཐོག་ནས་བརྩི་ཡ་ཡིན་ན་ཕ་རྒྱལ་འདི་མེད་འགྲོ་འདི་མེད་འགྲོ་སང་དེ་འདྲའི་མང་པོ་ཉལ་ཡ་འདུག་བ་ནས་ཞིབ་ཕྲ་དེ་འདྲའི་ལྟ་མཁན་ཡིན་ན་ཞེ་སྡང་དབྱིན་ཇི་གི་མི་དེ་འདྲ་གི།

ལོ་རྒྱུས་མང་པོ་ཡོད་རེད་བ་དེ་ཚོ་ཡིག་བཞག་གི་ཡོད་རྒྱུ་རེད་ད་དེ་ཚོ་ཡིག་བཞག་ནས་བལྟས་ཡ་ཡིན་ན་ང་རང་ཚོ་བོད་པ་ཚོ་བལྟས་ཚེ་ངས་བལྟས་ཡ་ཡིན་ན་དེ་གོ་བ་འདྲ་བོ་དེ་ལོན་ཆེ་ཡ་ཡོད་རྒྱུ་རེད་བསམ་གི་འདུག་དེང་སང་གི་མཐུན་རྐྱེན་དང་ཆབ་ཚང་ཡོད་མཁན་ཅན་ཡིན་ན་ནི་ཡང་ན་གྲུ་ཐོག་རྒྱན་པ་ཡང་ན་སྟག་ཚང་རེད་པ་འདྲ་བོ་ད་གང་ལྟར་དེ་གཉིས་ཀ་ལས་ཞིབ་འཇུག་བྱས་ནས་ཁོང་རྣམ་པའི་རྐང་རྗེས་ད་ལྟ་ངའི་ས་ཁྲ་གྱི་སྔུན་དུ་དཔེ་མཚོན་གྱི་ཡོད་དེ་ངས་སུ་ཞོག་གྱི་རེད་ད་ཞིབ་ཕྲ་དེ། དགོས་ན་གོ་དུས་ཚོད་དང་ཆ་བཅིངས་མདང་གི་མི་འདུག། ཁྱེད་རྣམ་པ་ཡོད་མཁན་ཡིན་ན་འདུག་ཅེས་ནས་ནི་གངས་རྒྱལ་དེ་ནི་རེ་རེ་བཞིན་ངོ་སྤྲོད་ཅིང་ས་ར་གི་རྒྱུད་ནས་ནི་རི་མོ་འཐེན་ནས་དེ་ནི་ས་དེ་ཚོ་ཕྱི་རུ་བཏང་ནས་ཕྱག་ཡོར་དུ་དེ་གི་ལོ་རྒྱུས་དང། དེ་འདྲའི་མ་དེང་སང་གི་དངོས་བྱུང་ཀློག་སྙིང་བཟོ་གི་འདུག།

གཡུ་ལོང་པ་ཁོ་རང་ད་དངོས་སུ་ཁྱིམ་པ་ནང་བཞིན་མཐོང་ཐུབ་རེད། གནའ་སྔ་མོ་ཡིན་ན་ཡུལ་དེ་ལ་མ་སླེབས་པ་ཡིན་ན་ད་ཅི་འདི་འདྲས་ཀྱི་བློ་ཡུལ་ཤར་ཡ་མེད། ང་ཚོ་ཆོས་ལུགས་ཀྱི་ནང་ལོག་ན་མངོན་ཤེས་ཡོད་ཀྱི་གཟིགས་རེད་ཟེར་ཆོག་རོ། མངོན་ཤེས་ཀྱི་གཟིགས་ན་ཡང་ང་ཚོ་ད་ལྟ་ལུང་པ་འདི་ཚོ་གི་པར་དང་སྙིང